དེ་ནས་ཐུན་མོང་སྲིད་ལ་འགྲོ་བ། ཐུན་མོང་ལ་ཡོན་ཏན་ཚང་མ་ལ། རེ་བ། མི་གསུམ་ཡོད་ན་མི་གསུམ་ཐུན་མོང་ལ་འོང་བས་མི་གསུམ་གྱི་ཐུན་མོང་ལ་ཡོད་པའི་བྱ་ལ། དཔེར་ན་མི་གསུམ་གྱིས་མཉམ་དུ་མ་རྩ་གཅིག་བཙུགས་པ་ཡིན་ན་དེ་ལ་ཐུན་མོང་གི་རྒྱུ་ནོར་སྲིད་ལབ་ཀྱི་རེད། འོ་དེ་འདྲ་ཅིག་རེད། དེ་ནས་གདུལ་བྱ་རྣམས་རྣམས་གཉེན་དུ་དབང་བཙན་པས་ཟེར་བ་འདི་གི་གདུལ་བྱ་ཟེར་བ་གདུལ་བྱ་ལ་ཟེར་གི་ཡོད་རེད་གདུལ་བྱར་གདུལ་བྱ་ལ་ཟེར་བ་དེ་རེད་གདུལ་བྱ་ལབ་ན་ཨ་ནི་ང་ཚོ་སངས་རྒྱས་བཅོམ་ལྡན་འདས་ཀྱི་དགེ་ཕྲུག་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་མ་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་དེ་ཚོ་གདུལ་བྱ་རེད་སངས་རྒྱས་ཀྱི་གདུལ་བྱ་རེད། གདུལ་བྱར་ཟེར་བ་གདུལ་བྱ་ལ་ཟེར་དེ་ལབ་གི་ཡོད་པ་རེད། དེ་ནས་སྣང་རྣམས་ལ་རེ། གདུལ་བྱ་ལ་སྣང་བ་རྣམས་ཟེར། ཐུན་མོང་གི་གདུལ་བྱ་ལ་སྣང་བ་རྣམས། འོ་ན་སྣང་བ་ལམ་ན་ཐུན་མོང་ཐུན་མོང་གི་གདུལ་བྱ་གིས་མཐོང་བ་རྣམས་དེ་རེད་ད། ཉན་ཐོས་དབང་བཙན་ཟེར་དེ་དབང་བཙན་ལ་དེ་ཁོ་རང་ཚོས་ལབ་པ་དེ་ཁུངས་བཙུན་པ་དང་ཁོ་རང་ཚོས་ལབ་པ་དེ་ནི་ཤེས་རབ་ཤ་སྒོ་རེད་ཁོ་རང་ཚོས་ལབ་པ་དེ་བདེན་ལུགས་ཆེ་གི་རེད་ཁོ་རང་ཚོས་ལབ་པ་དེ་ནི། ཐུན་མོང་ཡོངས་གྲགས་ལ་ཨ་ནི་ཁས་ལེན་ཐུབ་པ་དེ་འདྲ་རེད། ཨ་ནི་ཁྱེད་ཁྱེད་ཟེར་བ་དེ་ཤེས་ཟེར་བ་ཏིག་ཨ་ནི་ད་ལྟ་བ་དང་མ་འོངས་པ་རེད་དཀའ་སྤྱད་ཤེས། ཆུ་ཤེས་ཟེར་བ་ཏིག་ཨ་ནི་ད་ལྟ་དང་མ་འོངས་པ་ལ་ཁྱེད་ཟེར་ལབ་གི་རེད་དཀའ་སྤྱད་ཤེས་པའི་དོན་དག་རེད། རྣམ་དབྱེ་རྣམ་དབྱེ་དང་ཁྱད་པར་འདྲ་བོ་རེད་དཔེར་ན་མི་གཉིས་ཀྱི་ཁྱད་པར་མི་གཉིས་ཀྱི་རྣམ་དབྱེ་མིག་གཉིས་མིག་གཉིས་ཨ་ནེ་འདྲ་བོ་མི་འདུག་ལབ་ན་ཨ་ནེ་རྣམ་དབྱེ་ག་རེ་འདུག་ལབ་དུས་གང་ལ་གཅིག་གཟུགས་པོ་རིང་པོ་འདུག་གཅིག་ཐུང་ཐུང་འདུག་ཨོ་དེ་ཁོ་རང་གཉིས་ཀྱི་རྣམ་དབྱེ་རེད་ཁ་ཁ་དཀར་དགོས་པ་ཨོ་དེ་རེད། མ་འདྲེས་ཨ་ནེ་རྣམ་དབྱེ་ཁ་ཁ་མ་དཀར་ན་ཨ་ནེ་ཕན་ཚུན་འདྲེས་སོང་ན་ཡག་པོ་ཡོད་མ་རེད་དཔེར་ན་ཐེག་པ་ཆེན་པོའི་ལུགས་ཨ་ནེ་ཉན་ཐོས་ཀྱི་ལུགས་མཉམ་དུ་དཀྲུགས་ནས་བཤད་པ་ཡིན་ན་ཨ་ནེ་སངས་རྒྱས་ཀྱི་རྣམ་ཐར་དེ་ཡག་པོ་ཅིག་ཤེས་ཐུབ་ཀྱི་མ་རེད། ད་ནི་འཆི། འཆབ་པར་འཆད་པ། སོ་སོ་དགར་བ། སོ་སོ་དགར་བ་དེ་ལ་འཆི་ཟེར་ལབ་ཀི་ཡོད་པ་རེད། འདིར་ནི་ཟབ་བཅུའི་དབང་ཕྱུག་ལུང་ལྟར་བཤད། ཨ་ནི་ཤེས་བྱ་ཀུན་མཆོག་མཛོད་ཀྱི་སྐབས་ཀྱི་ཛཔ྄་བཅུ་གཉིས་ཏེ་ཨ་ནི་རྒྱལ་བ་བྱམས་པ་མགོན་པོ་ལུང་ལྟར་བཤད་པ་ཡིན། འདིར་ལ་བས་འདི་འདིར་ཨ་ནི་ཤེས་བྱ་ཀུན་མཆོག་མཛོད་ཀྱི་སྐབས་འདིར་དེ་ལབ་ཀི་ཡོད་པ་རེད། དེ་ནས་ས་བཅུ། ཨ་ནི་ས་དང་པོ་གཉིས་པ་གསུམ་པ་བཞི་བ་ལྔ་བ་དྲུག་པ་བདུན་པ་བརྒྱད་པ་དགུ་བ་བཅུ་བ་ཨ་ནི་དེ་རེད་ས་བཅུ། དབང་ཕྱུག་ལབ་སྟེ་ས་བཅུ་ལ་དབང་བསྒྱུར་བ་ཨ་ནི་ད་སངས་རྒྱས་པ་ལ་ཧ་ཅང་ཐག་ཉེ་པོ་ཆགས་ད་ཡོད་པ་ས་བཅུ་བ་ལ་དབང་ཐོབ་པའོ་དེ་ལ་ས་བཅུའི་དབང་ཕྱུག་ཞེས་ལབ་ཀི་ཡོད་པ་རེད། ད་ནི་ལུང་སློང་ལགས་ན་སངས་རྒྱས་ཀྱི་བཀའ་ར་བ་ཨ་ནི་རྒྱལ་བ་བྱམས་པ་ཐུན་མོང་གི་ནང་ཚོ་ལ་སྣང་ཚོད་ལ་བྱང་ཆུབ་སེམས་པའི་ཚུལ་བསྟན་ན་ཡང་དོན་ལ་སངས་རྒྱས་རེ་ཡིན་ཙང་ཁོང་གིས་གསུངས་ལ་ཡང་ལུང་ཞེས་གསུངས་ཨ་ནི་ལབ་ནས་འགྲིག་གི་རེད། ལྟར། ཀློང་ནང་བཞིན། རྒྱལ་བ་བྱམས་པ་མགོན་པོའི་གསུང་ནང་བཞིན་ཟེར་བ་དེ་དོན་དག་རེད། ཨ་ནི། དེ་རིང་གི་ང་ཚོའི་སློབ་ཚན་ཨ་ནི་འདི་འདྲ་ཅིག་ནི་མཚམས་འཇོག་རྒྱུ་ཞིག་བྱེད་ཨ་ནི་བཀྲ་ཤིས་བདེ་ལེགས།